མི་མང་ལྷན་རྒྱས་རྣམ་པ་ཚོ་ལ་ལྷག་བསམ་ཁ་རུ་ཁ་ཐུག་ངོ་ནས་སྔ་དྲོ་དུ་ལས་ཞུ་ཡ་ཡིན་རང་ལ་སྔ་དགོ་ཞུ་གཅིག་རེད་རྣམ་པ་ཚོ་སྲིད་ན་ད་ངས་ལུས་རྩལ་གྱི་ཐུགས་བློ་དུ་བ་ལུས་རྩལ་ཚང་བཙལ་ཚར་ད། ཨ་ད་རིང་རྣམ་པ་ཚོ་ལ་དམིགས་བསལ་གྱི་ད་རིང་རྣམ་པ་ཚོ་ལ་འབོད་སྐུལ་རེད་ང་རང་ང་རང་ཐུགས་ནས་རུ་བ Request འབོད་སྐུལ Please Please ལ་ད་དབྱིན་ཇི་སྐད་ལ་མ་སོང་ན་རུ་བ Please Video དེ་གཟིགས་པ་ཞུ་གུ་ལ་རུ་བ། དེ་ངས་སྐད་ཆ་བཤད་པ་ཞུགས་ལ་གོང་ས་མཆོག་གི་བཀའ་སློབ་ཅི་ཡོད་རེད། དེ་ཨིན་ཇི་མིན་ཇི་སི་རོ་ན་རོ་བ་སི་ཇི་རོ་བ། གང་མང་མ་གང་མང་མ་ཤེར་བྱེད་རོ་ན་སི་ལ་ནས་འབོད་སྐུལ་ཞུ་བ་ཡིན། འདི་ང་ཚོ་བོད་པའི་བོད་པ་ཚང་མ་སྤུ་གུ་ཡིན་ན་རེད་པ་ལགས་ཡིན་ན་རེད་པོ་པོ་ཡིན་ན་རེད་ཨ་འདྲེ་ཡིན་ན་རེད་ཨ་འགལ་ཡིན་ན་རེད་ཨ་ཞང་ཡིན་ན་རེད་ཨ་དགོ་སོ་མོ་ཨ་ནི་ཚང་མ་ལྟ་དགོས་ཡ་གལ་ཆེན་པོ་ཞུགས་ཅིག་རེད་བཞག་བིད་དྲོད་དེ་རོ་བ།

དེ་དཀའ་ངལ་ཡོད་གི་ཡོད་གི་ལ་ཀྱང་ང་ཚོ་གི་ཀླད་པ་དེ་ཡང Human Intelligence དེ་བེད་སྤྱོད་བཏང་དགོས་རེད་བ། དཀའ་ངལ་དེ་ཚང་མ་ཡོད་བར་དེ་ཡིན་ན་ངའི་མི་ཚེ་དེ་གཅིག་ཁར་ས་དུ་བའི་མི་ནི་ཕུང་ཆགས་ཀྱི་དུ་བའི་ལས་ཀྱི་ཡོད་རེད་བ། སེམས་ཅན་ནང་བཞིན་ཡང་ལས་ཀ་བྱེད་ཚུལ་ཡང་ཁ་ལ་ས Crime Patrol དང་དེ་འདྲ་གཅིག་པུ་རེད་དུ་བས་ཀྱང་མིའི་ཕོ་ཆོས་ལ་ཕན་ཐོགས་ཡ་ཡོད་རྒྱུ་སུ་སུ་སུ་བུ་སྤུན་རྒྱ་སུ་སུ་ཕ་མ་ཨ་ནི་སྤྱི་ཚོགས་ལ་ཕན་ཐོགས་ཡ་ཡོད་རྒྱུ་ཆགས་ཀྱི་དང་ཆགས་ཀྱི་མི་འདུག་ལ་ཀྱི་སུ་སུ་སུ་དྲི་བ་དྲིས་པར་བྱས་ན་རོ། ཡག་པོ་ཞུ་ཅིག་མེད་ན་གསུངས། རོ། འདི་སྙམ་དུ་ལ་ཡང། ང། མི་གི་སྐྱེ་བ་ཅིག་ལེན་རོ། སྐྱེ་བ་ལེན་རོ་དེ་ཡིན་ནས། བོད་པའི་གི་སྤྱི་ཚོགས་ནང་ལ་སྐྱེ་རོ་བ་དང། Identity དེ་ཁ་ས་བོད་པ་ལ་ཡོད་ཅིག་ང་ཚོ་གི་དེ་ཁ་ས Stamp རྒྱབ་ཡོད་རོ་ད Stamp བོད་པ་ལ་ཡོད་ཅིག་རོ། ནི་བོད་པའི་གི།

མགྲོན་པོ་ལགས་གེ་སར་འཚམས་འདྲུ་བྱ་བ་རེད་ཟེར་ནས་གསུང་བ་མ་ཞིག་བྱས་ནས་ད་ང་ཚོ་དངོས་གནས་ཅིག་དེ་འདྲ་སལ་ཉག་ཅིག་མཚམས་བཞག་སླེབས་བསྡད་དུས་ལྷག་པར་དུ་ཡང་རིག་པ་བསྒྲིམས་ནས་ཧུར་གྱིས་བྱས་ཏེ་དཔེ་གལ་ཆེན་པོ་རེད་ཤག་ཤག་སོང་ཨ། སྙན་ངག་ང་ཚོ་དྲུག་ཅུའི་ནང་འདྲ་བ་དང་བདུན་ཅུའི་ནང་འདྲ་བ་ཡིན་པ་ཡིན་ན་ད་མ་འོངས་པ་ལ་བདེན་པའི་ལྷག་ཅིག་གསལ་གི་རེད་བསམ་པས་ད་ག་ཟིག་ད་ཨུ་ཚུགས་རུ་དེབ་བྱས། ད་སོ་སོ་ཚོ་ཡིད་ཆེས་བྱས་ཨུ་ཚུགས་ཀྱང་ད་འདུག་བསྡད་བསྡད་ཀྱི་ཡོད་རེད་མ་གཏོགས་ཨ་འོ་ད་འགྱུར་བ་དེ་འདྲ་ཞིག་འགྲོ་བསྡད་ཀྱི་འདུག་བ་ད་དེ་འདྲ་ཞིག་ཕལ་ཆེར་ཡོང་ས་རེད་ད་བསམ་པ་ཅིག་དེ་དུས་ང་ཚོ་ཚོད་དཔག་བྱེད་ཐུབ་ཀྱི་མེད་པ། དེའི་སྐབས་ལ་ཡང་ད་ང་ཚོ་དངོས་གནས་རང་གཅིག་བདེན་པ་ལ་རྒྱབ་བཅོལ་རང་གཅིག་དངོས་གནས་ད་གང་ལྟར་འཛམ་བུ་གླིང་འདི་གང་ལ་བདེན་པ་ཟེར་ཡག་དེ་ཐག་ཅིག་གསལ་གི་རེད་བསམ་པར་ཨེ་ནི་ཆོལ་གསུམ་ལས་འབྲས་བསླུ་བ་མེད་པ་དེ་འདྲས་ཀྱི་ཐོག་ནས་ད་ང་ཚོ་ཡིད་ཆེས་བྱས་བྱས་བསྡད་པ་རེད། ད་དེར་སྐད་ཆ་དེ་ཚོས་ལ་ཡང་ཅིག་ལོ་འདིའི་ནང་ལ་ཟླ་བ་འདིའི་ནང་ལོགས་ལ་ཚེ་གྲངས་འདི་ལ་དེ་འདྲའི་བྱུང་ཁུལ་ད་སུ་ཡིས་ལབ་ཐུབ་ཀི་མ་རེད་དེ་ཡིན་ནའི་འགྱུར་བ་འགྲོ་ཡག་ཡིན་པ་ཅིག་ད་ག་ནས་བལྟས་པ་ཡིན་ནའི་གསལ་བོ་ཞིབ་པོ་ཅིག་ད་མཐོང་ལེ་གི་ཡོད་རེད། ས་དེ་འདྲ་ཡིན་དུས་ཙང་ནས་ཁོ་དེ་འདྲ་ས་ལ་ཉལ་བ་བཞིན་པ་གསལ་པོ་ཞག་ཡིན་པ་ཡིན་དུས་ཙང་ནས་ད་དེའི་མཚམས་ལ་ང་ཚོ་ལྷག་པར་དུ་ཡ་ད་ལ་ཞིག་གེ་རའི་ཁ་ཐུག་ལ་ཡ་ཡི་གེ་ལས་ལ་ཙེ་རུ་ཡ་ཐོང་ཆེ་གེ་རོ་སླེབས་པའི་ཁ་ཐུག་ལ་ཨེ་ནི་ཨོ་ས་གེ་ས་གེ་ལ་ད་ཤུགས་རྐྱང་ནི་འགྲོ་གུར་བ་ཨོ་ད་དང་འབྲོང་པོ་ལ་གེ་ས་ལ་ཡ་ལ་གེ་སའི་མཚམས་ལ་ཡ་ནི་མཚམས་དཀྲུགས་ས་གེ་ནུས་པ་ཐོན་ནི་ད་ཤུགས་ཡ་ས་ཏི་སི་གེ་བ་རེད། ལམ་ཉམས་ལེན་བྱེད་མཁན་ཞིག་ནི། རྟོགས་པ་སྐྱེ་ཡག་གི། མཚམས་རོ་གུ་རུ་སླེབས་ཡོད་པའི་ཁ་ཐུག་ལ། ལྷོངས་དང་འབྲེལ་འདྲིས་ཡོད་པ་ཡིན། ད་ལྟའི་ལས་ཀ་རིག་པ་རུ་བསྒྲིམས་ནས། གལ་སྲིད་བོང་བརྡུང་གི་ཐོག་ནས། རྟོགས་པ་སྐྱེ་དགོས་ཡ་གཅིག་གི་གནས་ཚུལ་ཡོང་བསྡད་ཡོད་འདུག་ག། འོ་ན་འདི་ནི་གཞིས་བྱེས་ནས་ང་རང་ཚོ་ད་དངོས་གནས་ཆེས་བདེན་པའི་ཐག་གསལ་ལ་ཉེ་བ་གཅིག་གི། ད་མཚམས་ལས་སླེབས་པའི་ཁ་ཐུག་ལ། ང་རང་ཚོ་འབྲེལ་ཡོད་ཀྱི་མི་ཚང་མ་ལོག་ནས། ཧུར་ཐག་པ་ཐག་བྱས་ཏེ་དཔེ་གལ་ཆེན་པོ་རེད། ཤེས་སོང་ཨ། ཨེ་ཡ་ང་ཡང་ཚོ་ནམ་རྒྱུན་ཡང་ཁ་རྒྱུན་རུ་ཅིག་ལ་ཡང་རིག་གཅིག་གིས་ད་རྒྱ་གར་མི་ཚོ་ཡོད་རེད་རྒྱ་གར་མི་ཚོ་ཡོད་པས་ཞོགས་པ་ཅིག་འདྲིས་འདུག་ཟེར་ཏེ་དེ་གླེན་རྟགས་ཀྱི་རེད་ད། ང་ཚོ་བོད་ཀྱི་འཐབ་རྩོད་དེ་མི་རིགས་གཅིག་གི་འཐབ་རྩོད་རེད་མ་གཏོགས་མི་སྒེར་པ་གཅིག་གི་འཐབ་རྩོད་མ་རེད། ང་རང་ཚང་མ་ལོག་ད་ང་ཚོ་ཅིག་ལོ་ཤས་ནང་ལོག་ཡང་འགྱུར་བ་ཡོང་ཡག་ཅིག་ད་ཅིག་གཞིས་བྱེས་མཉམ་འཛོམས་ཡོང་ཡག་ཅིག་ང་ཚོ་ཚང་མ་ལོག་རེ་བ་ད་རྒྱག་གི་ཡོད་རེད་ཕལ་ཆེར་ད་ཅིག་བརྒྱ་ཆ་ལ་བཟུང་ནས་བརྒྱ་ཆ་མཐོན་པོ་གཅིག་ད་ཧ་ལམ་འདི་ཡང་ཡང་རེད་ཆོག་ད་སླེབས་བསྡད་པ་སོགས་ཀྱི་རེད་དེ་ཡིན་ནའི་བས་དེ་ཐག་ཆད་ཐོས་ཡོད་མ་རེད། ཅི་ཙང་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་ང་དེ་འདས་པའི་ལོ་ཟླ་བཞི་བཅུ་ཞེ་གསུམ་ཕྱིན་པ་རེད་བཙན་བྱོལ་བ་ཆགས་ནས་ད་འབྱུང་འགྱུར་ལོ་བཞི་བཅུ་ཞེ་གསུམ་འདས་ཐུབ་ཀྱི་མ་རེད་འདི་གསལ་པོ་ཆགས་རེད་ཚེ་འདི་འདྲ་ཡིན་པ་ཡིན་དུས་ཙང་ནས་འབྱུང་འགྱུར་ལོ་བཞི་བཅུ་ཞེ་གསུམ་འདས་འོང་བྱུང་ན་རྒྱ་གར་རུ་ཞིག་མེད་པའི་ཐད་ནས་ང་ཚོའི་རང་དབང་འཐབ་རྩོད་མུ་མཐུད་བྱེད་དགོས་པ་ཞིག་གནས་ཚུལ་ད་ཡང་ཡང་ཡིན་པ་ཐག་ཆོད་ཆོད་རེད།

དེ་འགན་གསོབ་བོ་བོར་ཅིག་བསྡད་ན་ཡག་གི་རེད་མ་གཏོགས་ཁྱོད་ཞག་ཡག་མ་རེད་ཤེས་སོང་ང་ཁྱེད་རང་ཚོས་ད་ཕི་གེ་དངོས་གནས་ང་ལོ་གཞོན་པའི་ཁ་ཐུག་ལ་ཡ་དེ་མིར་བ་སུ་ནས་ཕི་གེ་ད་གོང་བ་ད་བ་སུ་ནས་ཕི་གེ་ད་ཚགས་བྱས་བྱས་ད་གོང་བ་ཡ་ཚགས་ནས་གོང་བ་སྨིན་བྱས་བྱེད་ཕྲུག་ཡ་དོན་ནས་ད་ཚགས་ལོང་བྱས་དེ་བས་སོར་ཆགས་དེ་བ་ཀྱང་དེ་དེ་ང་ཚོ་དྲུག་ཅུའི་ནང་དེ་བ་ད་ཨ་མདོ་སྡེ་ཡེ་རོའི་མི་དེ་གང་སུ་མང་ཆེ་དེ་དེ་དྲུག་ཅུའི་ནང་ལ་ཡ་ཕལ་ཆེར་ད་སྤུག་ཤིང་ཡུལ་ས་ཆགས་དེ་ཡོད་རེད་ནགས་ཤིང་ས་ཆགས་དེ་ཡོད་རེད་ད་ཁྱེད་རང་ཚོ་དེ་དེ། འདས་པའི་ལོ་བཞི་བཞི་གསུམ་རིང་གི་ཡར་ལྟ་ཞི་གནས་ཡར་ལྟ་འཚར་ལོངས་བྱས་ནས་ད་ད་ལྟ་འགན་འཁྱིན་བསྡད་རིང་མི་ཆ་བསྡད་དུས་ད་གྱང་སུ་ཤུགས་རྒྱབ་ནུས་པ་བཏོན་ཨ་དེ་དཔེ་གལ་ཆེན་པོ་རེད་ཤག་གོ་སོང་ཨ། ཡ་ཡ་ཞེ་ད་ག་ཡིན་ཞེ་ང་ཞུ་ཡག་གི་མི་འདུག་བཀྲ་ཤིས་བདེ་ལེགས།